ཡང་ལ། བསྙེན་རྫོགས་མཁན་པོ་གླིང་རུམ་ཞིག་ཤར་བའི་ཁ་ཐུག་ལ། ནི། ནམ་རྒྱུན་གླིང་རུམ་ཞིག་བཞུགས་དུས་ཚང་ནས། རྒྱབ་བསྙེས་སའི་བྲག་ཁྲ་བོ་ཞིག་ཡོད་པ་ན་གཞན་གཅིག་གིས་པའི་བྲག་རི་ཞེས་པ་ན་གཞི་བསམ་ཁོག་བསྡད་ཀྱི་ཡོད། ཨེ། གླིང་རུམ་ཞིག་ཤར་ཚར་དུས་ཚང་ནས། ད། རྒྱབ་བསྙེས་སའི་བྲག་དེ་དག་མེད་པ་ཆགས་སོ་བསམ་ནས། སེམས་དགའ་རོགས་སྐྱོ། ཨེ་ནི། ཡང་བསམ་སྟོང་རྒྱ་སྐྱེད་བྱས། ད་གླིང་རུ་ཆེན་ནམ་རྒྱུན་ཡོད་དུས་ངས་ད་བློས་སྐད་གསར་བ་འདུག་སུ་བྱེད་ཀྱི་ཡོད་རེད་ད་དེ་ཞུ་ཡག་མ་རེད། ད་ང་རང་རང་གི་འགན་འཁྱེར་ནས་གླིང་རུ་ཆེའི་ཐུགས་རེ་ཇི་ལྟར་གནང་ན་ཞེས་ད་ངས་ཧུར་ཐག་པ་དག་བྱེད་བསམ་པའི་སེམས་ཤུགས་གང་ལ་ཚུགས་རྒྱུར་བྱས། སེམས་མ་སྐྱིད་པ་དེ་སེམས་ཤུགས་སྐྱེད་ཡག་གང་ལ་ཚུགས་རྒྱུར་བྱས་དེ་འདྲ་བྱས་པ་ཡིན། ས་མི་ལས་ལབ་བསྡད་ཡོད་མི་ཁ་ཤས་ཅིག་གིས་ད་སོ་སོའི་ཕ་མ་གྲོངས་སོ་ཅིག་སྤུན་རྒྱག་གྲོངས་སོ་ཅིག་བཟའ་ཚང་གྲོངས་ཟེར་ནམ་རེ་གི་སེམས་ཁྲལ་བྱེད་བསྡད་ཡིན་སོ་སེམས་ཁྲལ་མ་བྱེད། ད་སོ་སོས་ཅིག་བརྩི་བུ་བྱེད་སའི་ད་མི་གྲོངས་པ་རེད་ད་སོ་སོ་པའི་འགན་གནོན་པའི་ཡོད་ད་ས་པ་ཅིག་གི་ཤ་ཚོང་བརྩི་བུ་བྱེད་སའི་ད་མི་འདི་གྲོངས་ཚར་རེད་ད་མི་འདི་ཡོད་པའི་ཁ་ཐུག་ལ་སོ་སོ་ཅིག་གིས་ཡིད་ཆེས་བློས་འགེལ་རུ་ག་འདྲི་བྱེད་གི་ཡོད་རེད་རེ་བ་ག་འདྲི་བསྐྱེད་གི་ཡོད་རེད་ད་དེ་ངས། ཧུར་ཐག་པ་དང་སྒྲུབ་བསམ་པ་གཅིག་གིས་དང་སེམས་ཁྲལ་བྱེད་ཡ་དེ་སེམས་ཤུགས་སྐྱེ་ཡ་གམ་སོགས་འགྱུར་ཡིན་ན་ཞེ་དྲག་ཕན་གི་རེད་ཤ་སོང་ང་ཨེ་ནི་གང་ལྟར་སངས་རྒྱས་པའི་ཆོས་ཀྱི་ནང་ལོགས་ལ་གཅིག་བཟང་དང་ངན་ག་རེ་ཡིན་ནི་ཨེ་ནི་ལྟོས་ནས་སྒྲུབ་པ་རེད་མ་གཏོགས་ལྟོས་མེད་རང་དབང་གི་ཡོད་བསྡད་པའི་སྐྱོན་ཆ་གཅིག་དང་བཟང་པོ་གཅིག་རྩ་བ་ནས་ཡོད་མ་རེད་བྱས་ཙང་ཁོ་དངོས་ཡོད་གནས་ཚུལ་དེ་དེ། པའི་གར་སོང་རེད་བཟང་ངན་གྱི་ཆ་མང་པོ་ཡོད་བསྡད་པ་ཞིག་རེད་མ་གཏོགས། བརྒྱ་ཆ་བརྒྱ་ཐ་བ་བཟང་པོ་དང་བརྒྱ་ཆ་བརྒྱ་ཐ་བ་ངན་པ་ཟེར་བ་དེ་རྩ་བ་ནས་ཡོད་མ་རེད། ཤེས་སོང་ངམ། ད་ང་ཚོ་སེམས་ལ་ཡང་ཆགས་སྡང་སྐྱེས། སེམས་མ་སྐྱིད་པ་བྱས་དེ་འདྲས་སྐྱེས་པའི་ཁ་ཐུག་ལ་དེའི་ནང་ནས་སྣེ་ཁ་གཅིག་དྲུག་ནི་ད་དུག་ཁོར་བུ་གཅིག་དྲུག་ནི། འོ་ད་པའི་ཆ་ཐམས་ཅད་ནི་དུག་ཁོར་བུ་ཤྟག་ཅིག་ལ་མཐོང་བསྡད་དུས་ཨེ་ནི་སེམས་མ་སྐྱིད་པ་ཅིག་ཡོད་རེད་ཁོང་ཁྲོ་ཟེར་ཡི་མི་ཡོད་རེད། དེ་ལ་ཡང་ཕྱོགས་ཡོངས་ཀྱི་གནས་ཚུལ་འདུག་བསམ་བློས་འདུག་ལྟ་ཐུབ་པ་བྱུང་ན། སེམས་ཁྲལ་ཡོང་ཡག་གི་རྒྱུ་རྐྱེན་གཅིག་དེ་ཡོད་རེད་དེ། ཡང་གཅིག་སེམས་ཤུགས་སྐྱེ་ཡག་གི་རྒྱུ་རྐྱེན་མང་པོ་ཅིག་ཡོད་པ་རེད་མ་གཏོགས་མེད་པ་མ་རེད། རྐྱེན་དུ་མ་ཚོགས་པའི་སྒོ་ནས་སྒྲུབ་བདེ་ངེས། རྐྱེན་ལ་ལྟོས་ནས་སྒྲུབ་བདེ་བ་ཟེར་བ་ད་དེ་དཔེ་གལ་ཆེན་པོར་བལྟ། ཤེས་སོང་ང་ཚོས emotion ཟེར་ཡ་དེ། just look from one angle། རེད་བ། ཟེར། ངོས་གཅིག་ནས་འདུག་སྟེ་བལྟས་ནས་ཨེ་ནི་སྐྱོན་རུ་ཞིག་མཐོང་དེ་འདུག་ཙང་ནི་ཨེ་ནི་སྐྱོན་དེ་ཆེན་པོ་ཧྲིལ་བོ་ཞིག་མཐོང་དེ་ངས་ཅི་རྒྱ་ཆེན་པོ་ཞིག་འདུག་བལྟས་ན་སྐྱོན་ཡོད་རེད་དེ་དེ་ག་ཚོད་ཀྱི་འདའ་ཡ་ག་ཡི་ཡོད་རེད་དེ་ག་ཚོད་ཀྱི་སྐྱོན་ག་ཡོད་མ་རེད་བསམ་ལ་བསམ་བློ་འཁོར་ན་ནམ་སང་བསམ་བློ་དེ་འགྱུར་བ་ཆགས་འགྲོ་གི་འདུག་ཤེས་སོང་ང། དཔེར་ན་རྒྱ་མི་ང་ཚོས་གང་ལྟར་སྡུག་པོ་ཧྲིལ་བོ་ཞིག་ང་ཚོས་མྱངས་པ་རེད་རེད་དེ་ཡིན་ནས་རྐྱེན་ངན་གྲོགས་ལ་ཕྱིན་བསྡད་པ་ཞིག་བསམ་བློ་འདང་ཡོད་འདོད་ཡ་དེ་ག་ཚོད་ཀྱི་བསམ་བློ་དེ་ཁོང་ཁྲོ་ཞུ་ཟེར་དེ་མི་འདུག་ཨ། ཅེས་སོང་ཨ། སོ་སོའི་དགའ་སའི་བརྙན་རིས་ཤིག་ལ་ཡིན་ནི་ཡོན་ཏན་ཤ་སྟག་མཐོང་བསྡད་དོན་ནི་ཆགས་པ་སྐྱེས་ཡོང་གི་ཡོད་རེད། དེའི་སྐྱོན་རུ་བྱ་གི་རོ་འདུག་ཆ་ཚང་ཞིག་མཐོང་པ་ཡིན་ན་ཨེ་ནི་ཁོ་བློ་དེ་སྙོམས་པ་ཞིག་འགྲོ་བསྡད་གི་ཡོད་རེད། དབྱིན་ཇི་གི་ཞིག་ལ་མ་སོང་ནི་རི་ལི་སིག་ཆགས་གི་ཡོད་རེད་ཤེས་སོང་ཨ། Just from one angle one aspect དུ་བལྟས་པ་ཡིན་ན། ཡུ་གང་དུ་སྲིད་དེ་རི་ཡར་ལ་བྲིས།

ཡ། དང་ཨ་ཅག་ལ། ཨོ་ཅག་ཅི་ཞིག་ལས། ཨོ་ཡ། དྲི་བ་དེ། ང་ད་ལྟ་ཨ་མ་ཛོན་ན་ལས་ཀ་བྱེད་ཡོད་ཀྱི། ག་རེ།
ཨ་མ་ཛོན། ད་ལྟ་ང་ལས་ཀ་བྱེད་སྲིད་དེ་ཨ་མ་ཛོན། ཨ་མ་ཛོན་སུ་ག་རེ། ཨ་ནི་འོན་ཏེ་ན་ངའི་ལས་རོགས་ཚང་མ་ལོ་རྟག་པར་སེམས་པ་མ་སྐྱིད་བྱེད་དེ་ཏོ། ཨང་ཁོང་ཚོ།

ཨེ་ནི། རང་བོད་པ་ཡིན་དུས་ཙང་ནས་ད་གུ་རུ་ཤིང་གི་ཡུལ་གྱུར་ས་ནས་རོ་བ་གྱེར་གོར་ད། བྱས་ཙང་ད། ཏན་ཏན་ང་ཚོས་མི་ལ་ཕན་ཐོགས་བྱེད་ཡག་གི་ནུས་པ་བརྒྱ་ཆ་བརྒྱ་ཐ་བ་ཡོད་རེད་ཤེས་སོང་ང། ད་འདི་ངས་ལ་སོ་སོས་སློབ་སྦྱོང་བྱས་ནས་ར། སོ་སོས་དེབ་འདི་འདྲ་མང་ཙི་བལྟས། བུའི་ཤིང་གི་བས། བུའི་ཤིང་གི་བས། ཨེ་ནི། དཔེར་ན་སྤྱོད་འཇུག་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པར་བྱ་ཞེས་དང། སྤྱོད་འཇུག། སྤྱོད་འཇུག་ཏུ་ལྟོས་དང། སྤྱོད་འཇུག། ལེའུ། དྲུག་པ་དེ་བྱས། ཟེར་བའི་ལེའུ་འདི་དཔེ་མ་ཟིན་པའི་ཡག་པོ་ཡོད་རེད། ཁོང་ཁྲོ་ཡོང་དུས་རྩ་ནས་ཁོང་ཁྲོའི་སྐྱོན་ག་འདྲས་ཡོད་མེད་དེ་ནི་ཁོང་ཁོང་ཁྲོ། བ། ག་སོགས་རེད་ཉུང་ངུར་བཏང་ན་ཁེ་ཕན་ག་རེ་ཡོད་པ་དེ་ཚོའི་གྲས་ཧ་ལས་པའི་འགྲེལ་བཤད་ཡག་པོ་ཡོད་རེད། དེ་ནི་ཁོང་ཁྲོ་ཡོང་ཡག་གི་རྒྱུ་རྐྱེན་གཙོ་བོ་གཅིག་སྟེ་ང་ང་ཟེར་ཡག་གི་རང་གཅིག་འཛིན་ཁང་ཐུག་ཡོད་རེད་དེ། ནི་སྤྱོད་འཇུག་གི་བསམ་གཏན་ལེའུ་ལེའུ་བརྒྱད་པ་དེ་ཀློག་ད། རང་གཅིག་འཛིན་གྱི་སྐྱོན་ག་འདྲ་ཡིན་པ། གཞན་གཅིག་འཛིན་གྱི་ཡོན་ཏན་ག་འདྲ་ཡིན་པ་དེ་ཧ་ལས་པའི་འགྲེལ་བཤད་ཡག་པོ་ཡོད་རེད་ང་ཆ་ཤ་ནས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་གྱི་ལོ་ལོ་དྲུག་ཅུ་རེ་བདུན་ཡིན་པ་ཡོད་ཨེ་ངས་སྤྱོད་འཇུག་ཞུས་པ་རེད་ཁུ་ནུ་བླ་མ་རིན་པོ་ཆེ་བསྟན་འཛིན་རྒྱལ་མཚན་སྐུ་མདུན་སྡེ་ལྔའི་སྤྱོད་འཇུག་ཞུས་པ་རེད། ཨེ་ནི་མི་རེའི་སྤྱོད་འཇུག་ཁྲི་ང་རའི་སྤྱོད་འཇུག། དུས་དུས་དུས་ལ་ཀློག་བདེ་གི་ཞེ་བོ་ཅི་ཕན་ཡོང་གི་སེམས་ལ་ཡར། ཨ་ཏི་ཁྱོད་རང་སྤྱོད་འཇུག་ཏོག་ལྟོས་ཤེས་སོང་ཨ། ཨེ་ནི་མི་ལ་ཡར་ཨེ་ནི། བླ་མ་ཡིན་མདོག་མདོག་ཅིག་ཏོག་བཤད་ཤོག་ཨེ་ནི། ཤེས་སོང་ཨ། མི་གཅིག་ལ་ཕན་ནའི་ཕན་པར་བ།

ད་པ་ན་ང་རྒྱལ་དབང་སྐུ་འདྲིའི་རིམ་བྱོན་ལ་ཡ་ཨེ་ནི་འཕགས་པ་སྤྱན་རས་གཟིགས་ཀྱིས་བཤད་འདུག་ད་འབྲེལ་བ་ཡོད་བསྡད་པ་ཅིག་ཕལ་ཆེར་བདེན་པ་རེད། ཐམས་ཅད་མཁྱེན་པ་དགེ་འདུན་གྲུབ་པ་ཅིག་ལྷག་པའི་ལྷ་སྤྱན་རས་གཟིགས་དང་སྒྲོལ་མ་ལ་སོགས་པ་དེ་ཚོའི་གྲས་ཡང་ཡང་ཞལ་གཟིགས་ཀྱི་འདུག་པས་མི་འདྲ་ཅེས་བ་རེད། གང་ད་འཕགས་པ་སྤྱན་རས་གཟིགས་ཀྱིས་དམིགས་བསལ་གྱི་ད་བྱིན་རླབས་ཡོད་བསྡད་པ་ད་གསལ་བོ་ཞག་རེད།

གང་གིས་རྟེན་ཅིང་འབྲེལ་བར་འབྱུང་འགག་པ་མེད་པ་སྐྱེ་མེད་པ་ཁྱབ་པ་མེད་པ་རྟག་མེད་པ་འོང་བ་མེད་པ་འགྲོ་མེད་པ་ཐ་དད་དོན་མེད་དོན་ཅན་མེད་སྤྲོས་པ་གཉིས་ཤེས་ཕྱིར་བསྟན་པ་རྫོགས་པའི་སངས་རྒྱས་སྨྲ་རྣམས་ཀྱི་དམ་པ་དག་ལ་ཕྱག་འཚལ་ལོ་ཞེས་ནས་སངས་རྒྱས་བཅོམ་ལྡན་འདས་སྐུ་ལ་གཅིག་མཚན་དང་དཔེ་བྱད་ཀྱི་རྒྱན་བཞག་གསུང་ཚངས་དབྱངས་ཀྱི་པའི་ཚངས་པའི་དབྱངས་དང་ལྡན་པ་རེ་བཞག་རེ་བ་དེ་ཙམ་མ་གསུང་ངོ། རྟེན་ཅིང་འབྲེལ་པར་འབྱུང་བའི་དེ་ཁོ་ན་ཉིད་རང་དབང་གི་སྒོ་ནས་འདོམས་པར་མཛད་ངེས་ཀྱི་སྟོན་པ་སོན་ཡང་དེ་ལྟ་བྱེད་བུ་ཅི་རྩ་ཆེན་པོ་རེད། ཅེས་སོ། ཇི་ལྟ་བ་དེ་འདྲ་རེད་བུ་དག་སྨྲ་བ་ཟླ་མེད་པ། རྟེན་འབྱུང་གི་གཏམ་རང་དབང་གི་སྒོ་ནས་འདོམས་པར་མཛད་ངེས་ཀྱི་སྟོན་པ་སྟོན་པ་བཅོམ་ལྡན་འདས་དེ་ཡོད་བསམ་པར་བྱས། ད་དེའི་ཨེ་ནི།

ཏེ་ག་ས། ཉེ་བའི་སྲས་ཆེན་བརྒྱད། ཨ་ནི་འཕགས་པ་སྤྱན་རས་གཟིགས་འཕགས་པ་འཇམ་པའི་དབྱངས། ཨ་ནི་ཕྱག་རྡོར་ལ་སོགས་པ་འདི་ཚོའི་གྲས་ཉེ་བའི་སྲས་ཆེན་བརྒྱད་བྱས། ཨ་ནི་དེའི་གྲས་ཏེ་འཕགས་མ་སྒྲོལ་མ། ཡོལ་བསམ་པ་བྱས། བདག་གཉེར་ལ། འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས། སངས་རྒྱས་བཅོམ་ལྡན་འདས་ཀྱི་བརྩེ་བའི་ཡོན་ཏན་གྱི་རང་གཟུགས། ཨ་ནི། ཞིང་ལག་གི་རྣམ་པ་ལ་ཕྱག་འདེབས་པ་འཕགས་པ་སྤྱན་རས་གཟིགས་ཀྱི་ཡང་རེད་དེ་འདྲ་ཡིན་དུས།

ཞོ་སྐད་ལྔ་པོ། གཉིས་བསྲེས་པ་དག། ཨོ་མོ་ཨ་ར་བ་ཙོ་ན་ཏི་ཨོ་མོ་ཨ་ར་བ་ཙོ་ན་ཏི་བྱ་སྟེ་བགྲང་གི་ཡིན་ན། རིག་པ། ཕེ་ཡ་ལ་ཡ་ཁྱད་པར་ཞི་དྲག་ཡོད་པ་རེད། ང་ར་ཆ་ཤ་ནས་ཆུན་ཆུན་སྒང་ནས། ཨ་ར་བ་ཙོ་སངས་བསྡད་གི་ཡོད། ཤེས་སོང་ང། ད་ལྟ་ཡིན་ནི། གི་ལྷའི་རྣལ་འབྱོར་བྱེད་པའི་ཁུལ་དུ་ལ་ཨ་ར་བ་ཙོ་གང་ལོ་མོ་སྟོན་ཅིག་ཨ་ར་བ་ཙོ་ཉིན་ལྟར་ཞིག་བགྲང་བསྡད་གི་ཡོད། ཤི་རབ་འབྲུག་འཁོར་གི་དམིགས་སྒོ་འཛུལ་བྱས་ཡོད་དུས་ཤི་རབ་ཕེ་ཡ་ལ་ཞི་བུ་ཅིག་ཕན་ཐོག་འདུག་ག། ཤེས་སོང་ང།

ཨེ་ནི་འདི་ས་ཡ་དེ་གི་མི་བྱེད་པའི་གསུང་སྒྲུབ་ཡ་མ་བྱེད་ཡ་ལ་ཁྱད་པ་ཡོད་རེད་དེ། ད་དེའི་ཞུ་གུ་དེ་རྗེ་བཙུན་སྒྲོལ་མ་ཕྲིན་ལས་ཀྱི་ལྷ་རྗེ་བཙུན་སྒྲོལ་མའི་གཟུངས་སྔགས་ཨེ་ནི་ཨོ་མོ་ཏཱ་རེ་ཏུ་ཏུ་རེ་སོགས་ཡི་གེ་བཅུ་པའི་སྔགས་དེ་འདྲ་དེ་བྱེད་འདོད་མཆིས་ཤོག་ཨ། ཨོ་མོ་ཏཱ་རེ་ཏུ་ཏཱ་རེ་ཏུ་རེ་སོགས་ཧ། ཨོ་མོ་ཏཱ་རེ་ཏུ་ཏཱ་རེ་ཏུ་རེ་སོགས་ཧ། ཨོ་མོ་ཏཱ་རེ་ཏུ་ཏཱ་རེ་ཏུ་རེ་སོགས་ཧ། ཨོ་ཧ་ཡ་ཏཱ།

ཨེ་འདིའི་གཞུག་གུ་དེ་ཨེ་ནི། སངས་རྒྱས་ཆོས་དང་ཚོགས་ཀྱི་ཆོ་ནོར་ལ་ཟེར་དེ། ཚགས་གསུམ་སྙེམས་རྟོག་ལ་ཡར་ལབ་ཤོག་ཨ། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་ཟེར་ནི་སྐྱབས་འགྲོ་དེ་བྱས། དེ་ནས་བྱང་ཆུབ་བོ་དུ་དང་ནི་གྱུར་བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་བྱེད་སངས་རྒྱས་འགྲུབ་པར་ཤོག་ཟེར་ནས་ང་རང་གི་ཨེ་ནི་ཅིག་མི་ལ་ཡར། བའི་གར་སོགས་རེ་ཕུལ་ཁའི་ཕན་འདོགས་བྱས་བྱས་པ། ཅིག་གང། དགེ་བའི་རྩ་བ་གང་བསགས་བཤགས་པ་འདི་ཉིད་དུ་ཚང་མ་ལོ། ཨཱ་ནི། སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་རྒྱུར་འགྱུར་བར་ཤོག་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་དེ་ང་རང་གཅིག་འོག་དོན་དག་མ་ཡིན་པར་སེམས་ཅན་རང་དང་རང་འདྲ་བའི་སེམས་ཅན་ཐམས་ཅད་ལ་ཕན་བདེ་བསྒྲུབ་ཡག་གི། ཨཱ་ནི། དོན་དག་ལ་ཡ་ཨཱ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཅེས་བསམ་པའི་སྨོན་ལམ་འདི་བརྒྱབ་བྱས། ཨེ་ནི་མཉམ་དུ་ལབ་ཤོག་ཨ། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཅིང་སངས་རྒྱས་འགྲུབ་བར་ཤོག་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཅིང་སངས་རྒྱས་འགྲུབ་བར་ཤོག་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱི་འགྲོ་ལ་ཕན་ཆོད་སངས་རྒྱས་འགྲུབ་པར་ཤོག། འོ་ཡ། ད་ད་ག་ཡིན། ཨ་ནི་ཚང་མ་ལོ་སེམས་སྐྱིད་པོ་བྱེད་བློ་བདེ་པོ་བྱེད་འདོད་ཨ་ཨེ་བཀྲ་ཤིས་བདེ་ལེགས་འོ་ཡ། ཐུགས་རྗེ་ཆེ།